འདི་ཨེ་ཞི་ཨ་རང་རླུང་འཕྲིན་ཁང་གི་དབུ་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱ་ལོ་ཉིས་སྟོང་བཅུ་བརྒྱད་བཞི་བཅུ་ཞེ་ལྔ་རབ་བྱུང་བཅུ་བདུན་པའི་ས་ཆའི་ལོའི་བོད་ཟླ་གསུམ་པའི་ཚེས་བདུན་དང། ཕྱི་ལོ་ཉིས་སྟོང་བཅུ་བརྒྱད་ལོར་ཟླ་བཞི་བའི་ཚེས་ཉེར་གཉིས་རེས་གཟའ་ཉི་མ་རེད་ལ། ས་ང་རྣམ་པ་ཚོ་ང་དེ་རིང་གི་ལས་རིམ་འདིའི་མདོ་འཛིན་པ་སྟག་ལྷ་རྒྱ་ཡིས་ནི་མཐར་ཞུགས་ནས་ངས་དེ་རིང་གི་ལེ་ཚན་ཁག་ངོ་སྤྲོད་བྱེད་ཀྱི་ཡིན། སེམས་ཀྱི་རྣམ་པ་གཙོ་བོ་དེ་རིང་གི་ལེ་ཚན་ཁག་གི་ཐོག་མར། ཆོས་ལུགས་གང་ས་རྒྱ་རིན་པོ་ཆེ་མཆོག་བ་དེ་ལར་ཆིབས་བསྒྱུར་བསྐྱངས་གནང་ཡོད་པའི་མི་ཚེ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང།
མྱུར་སྐྱབས་ཕོ་མོ་ཚོས་ཀྱང་ནང་ཆོས་ལ་སློབ་སྦྱོང་གིས་ཁྱིམ་པ་ཕོ་མོའི་ནང་དགེ་བཤེས་འཐོན་ཐུབ་པ་དགོས་ཀྱི་འདུག་ཅེས། གོང་ས་སྐྱབས་མགོན་ཆེན་པོའི་བཀའ་ཕེབས་པ་གི་གནས་ཚར་གཟིགས་ཡོད།
བོད་ནང་གི་མཚོ་ལྷོའི་གནས་བོད་ཀྱི་རྒྱལ་ས་ལྷ་ས་བར་དུ་རྐང་ཐང་ལ་བུད་ནས་མཆོད་མཇལ་དུ་འགྲོ་མཁན་ལོ་རེར་བཞིན་ཇེ་མང་དུ་འགྲོ་བཞིན་པའི་སྐོར་གྱི་གནས་ཚུལ་ཞིག་ཡོད།
མཐར་བོད་མི་ཚོས་འགྲོ་བ་མིའི་ཐོབ་ཐང་དང་ནང་ཆོས་ཀྱི་སྙིང་དོན་དང་མཐུན་པའི་ཐོག་ནས། བོད་ནང་ཞིང་འབྲོག་ཁུལ་གྱི་ཕོ་མོ་འདྲ་མཉམ་མིན་པའི་གནས་སྟངས་ངོས་འཛིན་དང་བཅོས་སྒྱུར་གཏོང་སྐུལ་བྱེད་སྐོར་ཕྱོགས་བསྒྲིགས་ཞུས་པའི་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། ས་འགུལ་རྣམ་པ་ཚོ་ད་བྱུང་ནས་གསན་རྒྱུ་བྱེད་ཀྱི། ཆོས་ནང་གོང་ས་རྒྱལ་རིན་པོ་ཆེ་མཆོག་བ་དེ་ལས་ཆིབས་བཤེར་ཆགས་གནང་ཡོད་པ་རེད་ལ། དེ་ཡང་དབུས་ཡུལ་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲྭ་ཚིགས་སུ་སྤེལ་པའི་གནས་ཚུལ་ལྟར་ན་ཟླ་བཞི་བའི་ཚེས་ཉི་ཤུ་རྩ་གཉིས་ཉིན་ཉིན་གྲངས་གསུམ་རིང་ཆོས་ནོར་གོང་ས་རྒྱལ་རིན་པོ་ཆེ་མཆོག་གིས་རྒྱལ་ཁབ་ཀྱི་རྒྱལ་ས་བདེ་སླར་མཛད་རིམ་རྒྱ་ཆེའི་སྤྱང་གཏམ་འཁེལ་ཡོད་པ་ལྟར་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོའི་ཆུ་ཚོད་དགུ་ཙམ་ལ་ཐོག་མར་རྒྱ་གར་དང་བྷ་ཡི་ནས་བོད་མི་བཙན་བྱོལ་བའི་ལྷ་མོ་འཁྲབ་སྟོན་པ་རྣམས་གཞིས་སྒར་རྡ་རམ་ས་ལར་ཞོར་དུ་འཇིགས་པ་འཁྲབ་སྟོན་ཆེད་ཕེབས་པ་རྣམས་ལ་མཇལ་ཁ་དང་བཀའ་སློབ་ཆུ་ཚོད་གཅིག་དང་ཕྱེད་ཀ་ཙམ་བསྩལ་ལ་དྲི་བསྟན། ཆུ་ཚོད་བཅུ་གཅིག་ཡོལ་ཙམ་ལ་ཆོས་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་བར་སྟོན་འཁོར་ཧྲག་བསྡུས་དང་བཅས་བདེ་སླར་ཆིབས་བསྒྱུར་བསྐྱངས་གནང་ཡོད་པ་རེད། དེ་ཡང་རྫ་རིམ་ལྟར་ན་ཚེས་ཉི་ཤུ་རྩ་གཉིས་ཉིན་གོང་ས་མཆོག་གིས་རྒྱལ་ས་ལྡི་ལིའི་བྲེ་མོར་ལྟོས་ཞེས་པའི་ལྟེ་གནས་ཁང་གི་ནེ་རོ་རྗེས་དྲན་གྱི་དཔེ་མཛོད་ཁང་དུ་མཛད་སྒོའི་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་ནས་ཞི་བདེ་དང་འཆམ་མཐུན་ངང་ཡར་རྒྱས་ཀྱི་མདུན་སྐྱོད་ཅེས་པའི་བརྗོད་གཞིའི་ཐོག་བཀའ་སློབ་སྩལ་གནང་མཛད་རྒྱུ་ཡིན་པ་མ་ཟད་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་ཟླ་བ་ར་ཀ་རྒྱལ་སྲིད་བྷ་ཁལ་བཞེངས་ཞེས་པ་དེར་རྒྱ་གར་གྱི་སྲིད་བློན་ཟེར་བ་སྐུ་ཞབས་ལཱ་པ་ཧ་ཏོར་ཤཱ་སི་ཐི་རིའི་འཛིན་སྐྱོང་ལྟེ་གནས་ཁང་གི་ལོ་འཁོར་ལྷག་པ་མཐར་སོན་གྱི་མཛད་སྒོའི་སྐུ་མགྲོན་གཙོ་བོར་ཆིབས་བསྒྱུར་བྱས་ནས་བཀའ་སློབ་སྩལ་གནང་མཛད་རྒྱུ་དང། ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་གར་རྒྱལ་སྤྱིའི་བསྟི་གནས་ཁང་གི་ཚོགས་ཁང་ནང་དུ་རྒྱ་གར་གནའ་རབས་ཀྱི་རིག་གཞུང་བསྐྱར་གསོ་གལ་འགངས་ཆེ་སྐོར་བཀའ་སློབ་སྩལ་གནང་མཛད་རྒྱུ་བཅས་ཀྱི་མཛད་རིམ་བསྒྲིགས་གནང་འདུག་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་ཨ་རི་ནས་མཐོ་སློབ་ཐོན་རྗེས་ཕྱིར་རྒྱ་གར་བཙན་བྱོལ་སྤྱི་ཚོགས་སུ་མ་ལོག་པའི་སློབ་མ་ཉིས་བརྒྱ་རེ་དྲུག་ཆགས་ཡོད་པ་ཕྱིར་ལོག་རོགས་གནང་ཞེས་འབོད་སྐུལ་བྱེད་ཀྱི་ཡིན། ཁྱེད་རང་ཚོ་ཕྱིར་ལོག་པ་ཡིན་ན་འོ་མའི་སྒྲིག་འཛུགས་ཀྱིས་ཁྱེད་རང་ཚོར་ལས་ཀ་སྤྲད་ངེས་ཡིན་ཞེས་གསུངས་གནང་འདུག། དེའང་དབུས་འོས་མའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་ཚིགས་སུ་སྤེལ་པའི་གནས་ཚུལ་ལ་གཞིགས་ན་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོར། ཨ་རིའི་ལྷོ་མིའི་སློབ་ཡོན་ལས་གཞིའི་སློབ་གསོའི་ཚོགས་པའི་གོ་སྒྲིག་འོག་བརྡ་སྟངས་དབུ་ཁྲིད་ཁྱིམ་སྡེའི་བདེ་སྐྱིད་ཚེ་རིང་ཚོགས་ཁང་ནང། ལོ་ངོ་སུམ་ཅུའི་རིང་འོས་མིའི་སྤྱི་ཚོགས་དང་ཨ་རིའི་དབར་ཤུལ་ནུས་བརྗེ་ལེན་གྱི་དུས་དྲན་སྲུང་བརྩིའི་མཛད་སྒོ་ཞིག་འཚོགས་ཡོད་པ་དང། མཛད་སྒོའི་ཐོག་འོས་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་དང་ཤེས་རིག་བཀའ་བློན་པདྨ་དབྱངས་བཞི་མཆོག་བདག་དང་འོས་འཚམ་སློབ་གྲྭའི་དབུ་འཛིན་ཐུབ་བསྟན་རྡོ་རྗེ་ལགས། སྡེ་ལས་ཨ་རིའི་རང་ཚབ་ཁང་གི་ལས་འཁྱུར་འགན་འཛིན་ཇོ་ལི་ཨན་ལགས་དང་དྲུང་ཆེ་ཨི་ཤམ་ལགས། འབྲེལ་ཡོད་ལས་བྱེད་པ་རྡལ་ས་ལགས། དེ་བཞིན་དེ་སྔ་ཨ་རིའི་མཐོ་སློབ་སློབ་ཡོན་ཐོབ་མྱོང་མཁན་དང་གསར་དུ་ཐོབ་པ་རྣམ་པ་བཅས་མི་དྲུག་ཕྱིར་ལྷག་ཕེབས་ཡོད་པ་དང། མཛད་སྒོའི་ཐོག་མར་སྐུ་མགྲོན་རྣམ་པས་གསུང་བཤད་གནང་རྗེས་ཧྲི་ཆང་མཆོག་གིས་གསུང་བཤད་གནང་ཡོད་པ་དང་དེ་ཡང་ཧྲི་ཆང་བློ་བཟང་སེང་གེ་མཆོག་གིས། ཨ་རི་གཞུང་ཚབ་ཁང་གི་ལས་བྱེད་གསུམ་ཕེབས་པར་དགའ་བསུ་དང་སྦྲགས་ལི་བྷི་ལ་ངོ་སུམ་ཅུའི་རིང་ཨ་རིའི་གཞུང་དང་གྲོས་ཚོགས་ནས་བོད་མིའི་སྤྱི་ཚོགས་ཡར་རྒྱས་ཆེད་རྒྱབ་སྐྱོར་དང་རོགས་དངུལ་གནང་བར་ཐུགས་རྗེ་ཆེ་ཞུས་ཡོད་པ་དང་དེ་ནས་ཧྲི་ཆོན་ཆོས་ཀྱིས། བདག་གི་ཤེས་ཚད་ལྟར་ན་བོད་མིའི་སློབ་མ་བཞི་བརྒྱ་རེ་བཞི་བཅུ་ཞེ་གཉིས་ལ་ཨ་རིའི་མཐོ་སློབ་སློབ་ཡོན་ཐོབ་ཡོད་པ་དང། དེའི་ཁྲོད་ནས་སློབ་མ་ཉིས་བརྒྱ་རེ་དྲུག་ཅུ་ཨ་རི་ནས་མཐོ་སློབ་ཏུ་འཇུག་འཚར་ལོག་མེད། ཨ་རིའི་བོད་མིའི་སློབ་ཡོན་ལས་གཞི་སློབ་གསོའི་ཚོགས་པ་བརྒྱུད་ངས་ཁོང་ཚོ་ཚང་མ་ཕྱིར་སློག་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན། ད་ལྟ་ཨ་རིའི་མཐོ་སློབ་སློབ་ཡོན་གསར་དུ་ཐོབ་མཁན་ཚོ་དེ་དེ་བཞིན་རེད། ཨ་རིའི་མཐོ་སློབ་སློབ་ཡོན་ནི་ཁེ་ཕན་ཡིན་པ་ལས་ཐོབ་ཐང་མ་རེད་ཅེས་ཞུ་རྒྱུ་ཡིན། ཁེ་ཕན་འདི་ཨ་རིའི་གཞུང་དང་གྲོས་ཚོགས་ཀྱིས་ཁྱེད་རང་ཚོར་བོད་མིའི་སྤྱི་ཚོགས་ནང་ཞབས་ཕྱི་སྒྲུབ་རྒྱུའི་ཆེད་དུ་གནང་བ་ཞིག་རེད། དེར་ཕྱི་ཚེས་ཨ་རིའི་མཐོ་སློབ་ཁག་ནས་སློབ་སྦྱོང་ཐོན་རྗེས་ཕྱིར་རྡ་རམ་ས་ལར་ངེས་པར་དུ་ལོག་དགོས། ཁྱེད་ཚོ་ཕྱིར་རྡ་རམ་ས་ལར་ལོག་ནས་བོད་མིའི་སྤྱི་ཚོགས་ནང་ཞབས་འདེགས་ཞུ་དགོས། ཁྱེད་ཚོ་ཚུར་ལོག་པ་ཡིན་ན་བོད་མིའི་སྒྲིག་འཛུགས་བཅས་ཁྱེད་རང་ཚོར་ལས་ཀ་སྤྲོད་ངེས་ཡིན་ཞེས་སོགས་ཀྱི་གསུང་བཤད་གནང་ཡོད་པ་རེད་ལ། ཟངས་རྣམ་པ་ཚོ་འདི་བཞག་རང་རླུང་འཕྲིན་གང་ཡིན་ནི། མི་བཤད་ཚིག་ཅི་འང་ནང་ཆོས་ལ་སློབ་སྦྱོང་བྱས་ནས་ཁྱིམ་པ་ཕོ་མོའི་ཁྲི་ལ་དགེ་བཤེས་ཐོན་ཐུབ་པར་དགེ་བས་འདུད་ཅེས་གོང་ས་མཆོག་གི་བཀའ་སློབ་ཕེབས་ཡོད་པའི་སྐོར་འདི་ག་རླུང་འཕྲིན་གི་གསར་འགོད་པ་བློ་སྦེ་གི་ཡི་གེར་བདག་རིམ་ས་ལ་ནས་དེ་སྔའི་གནས་ཚུལ་ཞིག་ལ་བསམ་རོགས། འོ་མའི་དབུ་ཁྲིད་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་སྤྱི་ཟླ་བཞི་བ་གི་ཚེས་བབ་ཉེར་གཅིག་ཉིན་སྐྱིབས་བཞུགས་ཧར་བཙན་ཞོར་ནང་གི་བཞུར་སྟོན་ལ་ལྷ་མོའི་འཁྲབ་གཞུང་འཁྲབ་སྟོན་དུ་ཆེད་བཅར། ས་གནས་ཁག་ཅིག་ཉིད་ནས་རྒན་གཞོན་ཕོ་མོ་བཞི་བརྒྱ་ལྷག་ཡོད་པ་ཚོར་མཇལ་ཁ་གནང་སྐབས། སངས་རྒྱས་པའི་ཆོས་དེ་དེང་རབས་ཀྱི་ཚན་རིག་དང་མཐུན་པ་ཞིག་གདའ། ད་ཆ་འཛམ་གླིང་འདིར་སྐད་ཡིག་སྟོང་ཕྲག་གཅིག་ལྷག་ཙམ་ཡོད་པ་གི་ནང། བོད་སྐད་ནང་བཞིན་གྱི་དེ་འདྲའི་ལྟ་གྲུབ་ཟབ་མོ་འགྲེལ་བཤད་རྒྱས་བསྡད་པ་གཅིག་ཀྱང་མེད་པ་དང། དེ་ནི་ང་ཚོའི་མི་རིགས་ཀྱི་སྤོབས་པ་སྐྱེ་གཞི་ཞིག་ཡིན་པ་གི་སྐོར་གྱི་བཀའ་གནང་སོང། ན་རེ་འདྲའི་མཁས་པའི་དབང་པོའི་གཞུང་འདི་ཡི་དེ། རྩ་བ་བློ་ལ་ཟིན། འགྲེལ་པ་ཚིག་རིག་ན་མ་འདྲེས་པ་སྐྱོབས། ཨེ་རེད་དེ་ཡི་དེ་ཚན་བ་རིག་པའི་ལམ་ནས། གསལ་བར་བརྩོན་ནས་གཏན་ལ་ཕབ་ནས་བྱེད་ཤེས་པ་དེ་ང་ཚོ་བོད་པས་སངས་རྒྱས་པའི་ཆོས་འདི་གཅིག་གོ་རེ་མ་གཏོགས་འཛམ་བུ་ལུས་སུ་གཅིག་ལ་ཡོད་མ་རེད། ནད་ལམ་དྲིས་འཁོས་རང་ཚོའི་གཞུང་གཏེར་བྲིས་ཀྱི་རྩ་བ་བློ་ལ་བཟུང། འགྲེལ་བ་ཚིག་རེ་རེ་ནས་མར་འགྲེལ་བ་བརྒྱབ། དེ་ཚོ་ཚད་མ་རིག་པ་གི་ལམ་ནས་རྩོད་པ་བྱས་ནས་གཏན་ལ་ཕབ་བཞག་པ་དེ། ང་ཚོ་བོད་པའི་སངས་རྒྱས་པའི་ཆོས་དེ་གཅིག་གོ་རེ་མ་གཏོགས་འཛམ་གླིང་གི་སུ་གཅིག་ལ་ཡོད་མ་རེད། དེ་འདྲ་ང་ཚོས་ག་རེ་ཡིན་ན་རིག་པའི་ལམ་ནས་གཏན་ལ་ཕབ་གི་ཡོད་དུས། ཚན་རིག་པས་མཉམ་དུ་སྐད་ཆ་བྱ་དུས་ཏག་ཏག་འགྲོ་ཐུབ་ཀྱི་ཡོད་པར་བརྟེན། དེ་འདྲའི་འགྲེལ་བཤད་བརྒྱབ་རྒྱུའི་སྐད་ལ་འོས་པའི་སྐད་དེ་ཡག་ཤོས་རེད་འདུག། གཞན་འཛམ་བུའི་གླིང་གི་དེང་སང་ཡོད་བསྡད་པའི་སྐད་ཡིག་ཕལ་ཆེར་སྟོང་ཕྲག་ལྷག་གཟིགས་མེད་དམ། དེའི་ནང་བོད་སྐད་ནང་བཞིན་གྱི་དེ་འདྲའི་ལྟ་གྲུབ་ཟབ་པོའི་འགྲེལ་བཤད་བརྒྱབ་ཐུབ་པ་གཅིག་ཀྱང་ཡོད་མ་རེད། དེ་ལ་བསམ་བློ་གཟིགས་བཏང་ན་ཡང་ང་ཚོ་བོད་མི་རིགས་ཀྱི་མེས་བོ་ཚོས་དངོས་གནས་དྲང་གནས་ཀྱི་འོས་པའི་ཡི་གེ་གཟིགས་བཟོས། ཡི་གེ་དེའི་ནང་བཀའ་འགྱུར་རྟ་འགྱུར་པོ་ཏི་སུམ་བརྒྱ་ལྷག་ཚུར་བསྒྱུར། བོད་ཀྱི་མཁས་པ་ཚོས་ལོ་སྟོང་ཕྲག་ལྷག་རིང་བཀའ་འགྱུར་རྟ་འགྱུར་པོ་ཏི་སུམ་བརྒྱ་གི་དགོངས་འགྲེལ། པོ་ཏི་བཅུ་ལྷག་བརྩམས་ཏེ་དུས་ད་ལྟ་ཡང་ང་ཚོ་འཛམ་བུའི་གླིང་འདིའི་སྒང་ལ། དཔར་ན་ལིན་ཀྲིའི་ཆོས་བརྒྱུད་ཀྱི་འགྲེལ་བཤད་ལ་བརྒྱབ་ཐུབ་པ་མཁས་དབང་བོད་པ་ནང་བཞིན་སུ་གཅིག་ལ་ཡོད་པ་མ་རེད། དེར་ང་ཚོའི་མི་རིགས་ཀྱི་སྤོབས་པ་དཔྱད་གཞི་གཟིགས་རེས་ཀྱིས་བཀའ་སྩལ་ཡོད་ཀྱང། ཡང་གོང་གསལ་སྐྱབས་མགོན་ཆེན་པོ་མཆོག་གིས་དད་ཆ་མི་སྐྱ་ཕོ་མོ་ཚོས་ཀྱང། ནང་ཆོས་ལ་སློབ་སྦྱོང་གིས་ཁྱིམ་པ་ཕོ་མོའི་སྣང་བ་དགེ་བཤེས་འཐོན་ཐུབ་པ་དགོས་བ་གི་སྐོར་རེ་བཀའ་ཕེབས་དོན། སློབ་ཕྲུག་མི་སྐྱ་ཕོ་མོ་ཚོས་ད་སློབ་སྦྱོང་ཆོག་པ་དང། གསོལ་བ་སྩོལ་ཡག་དེ་ཚོའི་གྲས་བསླབ་ནས་རིམ་པས་གི། ཁྱིམ་པ་ཕོ་མོའི་ནང་ནས་དགེ་བཤེས་འཐོན་ཐུབ་པ་ཅིག་བྱེད་དགོས་ཀྱི་འདུག་ཁིར་ངས་བར་དོ་ཟེར་དུས་ལབ་ཡིན། སྔོན་མ་ང་ཚོ་རྒྱ་གར་ལ་སླེབས་ནས་ང་ཚོའི་དགོན་པ་ཚོ་དེ་སྔ་མཚན་ཉིད་ལ་མ་ལྟ་བ་གི་བྲིས་ཀྱིས་མཚན་ཉིད་དེ་སྟེར་དགོས་རེད་ཅེས་ངས་འབོད་སྐུལ་ཞུས་བ་རེད། དེ་ནས་བཙུན་མོའི་དགོན་པ་ཚོས་ཀྱང་མཚན་ཉིད་སྟེར་དགོས་རེད་ཅེས་ངས་འབོད་སྐུལ་ཞུས་བ་རེད། ད་ན་ནིང་བཞི་ནང་ལོ་ནས་བཙུན་མོའི་ནང་ལོ་ཉི་ཤུ་སྐོར་བའི་དཔེ་ཆ་བལྟས་ཏེ་དགེ་བཤེས་མ་མཐོ་འདི་དུ་ཡོད་པ་རེད། ད་དེ་རིང་ཁར་ཙང་ང་ཚོ་བོད་པ་སློབ་ཕྲུག་མི་སྐྱ་ཕོ་མོ་ཚོས་ཀྱང་སློབ་སྦྱོང་བྱེད་དགོས་བ་རེད། རྩོད་པ་རྩོད་རྒྱུ་དེ་ཚོའི་གྲས་ལྷ་མིའི་རིམ་པའི་ཁྱིམ་པ་ཕོ་མོའི་ནང་དགེ་བཤེས་མཐོ་འཐོབ་པ་ཟིག་བྱེད་དགོས་གི་འདུག་ཅེས་ཁར་ཙང་ངས་བར་ན་སི་ལ་དེ་ལབ་པ་ཡིན་ལ། དེ་རིང་འདིར་ཁྱེད་རང་ཚོ་གཞོན་པ་མང་བོ་གཟུགས་འདུག་ཤིས། ཡིན་གཅིག་མིན་གཅིག་ཁྱེད་རང་ཚོའི་སངས་རྒྱས་ཀྱི་ཆོས་ལ་དོ་སྣང་བརྡལ་སློབ་སྦྱོང་བྱེད་གལ་ཆེན་པོ་རེད། དཔེ་ཆ་དེ་མཚན་ཉིད་དེ་ལྟ་རྒྱུ་སྤྱིར་དྲ་བ་དེ་དུས་ནང་ནས་མཚན་ཉིད་པ་ཚོས་ལྟ་རྒྱུ་རེད་ཅེ་ན། ནོར་འཁྲུལ་དེ་སྒྱིད་ལུག་གི་བསམ་བློ་རེད་ཅེས་བཀའ་གནང་སོང་ལ། རྒྱལ་ཁ་གྲུབ་རྗེས་གོང་ས་སྐྱབས་མགོན་ཆེན་པོ་མཆོག་གཞིས་སྒར་ནས་རྒྱ་གར་རྒྱལ་སའི་བདེ་ལུགས་ནང་ཆུ་ཐོན་རྗེས། རྒྱ་གར་གྱི་ཚོགས་སྡེ་ཁག་ཅིག་ནས་གདན་ཞུས་ལྟར། སྤྱི་འཐུས་ཉེར་གཉིས་བརྒྱད་ཉེར་གསུམ་ཉེར་བཞི་བཅས་ལ་ཚོགས་ཁག་ཁག་དེ་ཚོར་བཀའ་སློབ་གསུང་བཤད་ཀྱི་མཛད་རིམ་བསྒྲིགས་ཡོད་པ་རེད། གཞིས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ།
སེམས་ཀྱི་རྣམ་པ་གཙོ་ཆེ་ལམ་བུའི་ད་ལྟ་སེམས་བཞིན་པ་འདི་ཨེ་རྒྱ་རང་གློག་འཕྲིན་ཁང་ཡིན། ང་དང་ལྷ་རྒྱལ་ཡིན། ཞུ་ནས་མུ་མཐུད་ནས་གསར་འགྱུར་བཤད་ཀྱིས། ཨ་རིའི་ཕྱི་སྲིད་ལྷན་ཁང་གིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་གི་ནང་འགྲོ་མིའི་ཐོབ་ཐང་གི་གནས་བབ་ཇི་ཡོད་ཀྱི་ལོ་འཁོར་སྙན་ཐོ་བཏོན་པའི་ནང་དུ། རྒྱ་ནག་གཞུང་གིས་བོད་ནང་གཞི་རིམ་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་བཏང་དང་གཏོང་བཞིན་པའི་སྐོར་བཀོད་འདུག། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་མཐོང་དང་སྲུང་སྐྱོབ་མི་བྱེད་པ་དང། རྒྱ་ནག་གཞུང་གིས་མཐའ་མཚམས་སྲུང་སྐྱོབ་དང་སྤྱི་ཚོགས་བརྟན་ལྷིང། ཁ་བྲལ་ལ་རྒོལ་རྡུང་ལ་སོགས་པར་ཁ་གཡར་ནས་བོད་མིའི་ཆོས་དང་རིག་གཞུང། སྐད་ཡིག་ལ་སོགས་པར་དམ་དྲག་བྱས་དང་བྱེད་བཞིན་པ་མ་ཟད། འགྲོ་བ་མིའི་གཞི་རྩའི་ཐོབ་ཐང་རྨ་བརྗོད་དང་ཆོས་དད། འདུ་འཛོམས་དང་སྒྲིབ་གཞི་བཅས་ཀྱི་རང་དབང་ལ་དམ་བསྒྲགས། དེ་མིན་རྒྱ་ནག་གཞུང་གིས་རྟག་ཏུ་གོང་ས་རྒྱ་བ་རིན་པོ་ཆེ་མཆོག་ལ་དམའ་འབེབས་བྱེད་བཞིན་པ་དང། གོང་ས་མཆོག་དང་ཕྱིའི་དགྲ་འཛིན་སྟོབས་ཤུགས་བཅས་ཀྱིས་བོད་ནང་གི་བརྟན་ལྷིང་ལ་གཏོར་བཤིག་གཏོང་གི་ཡོད་པའི་སྐྱོན་འཛུགས་བྱེད་ཀྱི་ཡོད་ཅེས་དང། གཞན་ཡང་སྙན་ཐོའི་ནང། རྒྱ་ནག་གཞུང་གིས་བོད་མིར་དམིགས་ཏེ་འཆར་གཞི་ལྡན་པའི་ཆབ་སྲིད་དྲག་གནོན་དང་དཔལ་འབྱོར་འཐབ་འབུད་གཏོང་བ། རིག་གཞུང་ཉམས་བཞེས་གཏོང་བ། དེ་བཞིན་ཤེས་ཡོན་དང་འཚོ་རྟེན་ལས་ཀའི་ཐོབ་ཐང་ལ་དབྱེ་འབྱེད་བྱེད་ཀྱི་ཡོད་པ་སོགས་བཀོད་འདུག་དེ་བཞིན་དུ་ཨ་རབ་ཕྱི་རུ་ལྷན་ཁང་གི་བདག་གི་སྙན་ཐོ་དེའི་ནང་བོད་ནང་དྲག་ཆས་དམག་མི་དང་གཞན་ནང་བདེ་འཇགས་མི་སྣ་མང་བོ་གསོ་འཇོག་གིས་རྩ་བའི་བོད་ནང་རྟག་ཏུ་དམ་དྲག་ཆེན་པོ་ཡོད་པ་དང་ཆུ་དྭངས་ཆབ་སྲིད་ཀྱི་དུས་དྲན་དང་གལ་ཆེའི་དུས་ཚིགས་ཁག་ཏུ་དམ་དྲག་ཆེ་རུ་གཏོང་གི་ཡོད་པ་རེད། ལྷག་པར་དུ་ཕྱི་རྒྱལ་གསར་འགོད་པ་རྣམས་དམ་དྲག་ཇེ་ཆེ་བྱེད་བཞིན་ཡོད་ལ་དེ་བཞིན་བརྒྱུད་ལམ་སྣ་ཚོགས་པར་གནས་ཚུལ་འགྲེལ་བརྗོད་བྱེད་མཁན་བོད་རིགས་ཚོར་སེམས་ཚོར་བྱས་ཏེ་བཀག་སྡོམ་བྱེད་བཞིན་ཡོད། བོད་ནང་ཁྲིམས་ལུགས་ལག་བསྟར་ཇི་བྱེད་ཕྱི་སེལ་ནང་སེལ་མེད་པ་དང། བདེ་འཇགས་མི་སྣ་དང་གཞན་དབང་ལྡན་མི་སྣས་དབང་ཆ་ལོག་སྤྱོད་བྱས་པར་ཉེས་པ་བཏང་བ་བཅས་དཀོན་པ་དང་ཤེས་རྟོགས་དཀའ་བ་ཡིན་པ་སོགས་སྙན་ཐོ་དེའི་ནང་གོ་ལོག་གི། ཤན་གོ་རི་ཡའི་བདེན་དོན་མཚོན་ཆ་དང་རྒྱང་ཐག་རིང་བོར་སྙོད་ཐུབ་པའི་མེ་ཤུགས་འཕུར་མདའི་ཚོད་ལྟ་མཚམས་འཇོག་བྱ་རྒྱུའི་གསལ་བསྒྲགས་གནང་བར་ཨ་རི་དང་ཉི་ཧོང་རྒྱ་ནག་གཞུང་གཅིག་གིས་དགའ་བསུ་ཞུས་ཡོད་ཁུལ། ད་ལམ་བྱང་ཀོ་རི་ཡིས་དེ་ལྟ་བུའི་ཚོད་ལྟ་མཚམས་འཇོག་གི་གསལ་བསྒྲགས་དེ་བྱང་ཀོ་རི་ཡའི་ཧྲེ་ཝང་གཅིག་སྡུད་པ་ཁེམ་ཇོང་ཨོན་དང་ལྷོ་ཀོ་རི་ཡའི་སྲིད་འཛིན་མོན་ཇེ་ཨིན་རྣམ་གཉིས་མཇལ་འཛོམས་གནང་རྒྱུར་གདན་གྲགས་གཅིག་ཙམ་ལས་མེད་པའི་སྐབས་འདི་གནང་བ་ཞིག་ཡིན་པ་རེད། ལྷོ་བྱང་ཀོ་རི་ཡ་གཉིས་ཀྱི་དབུ་ཁྲིད་རྣམ་གཉིས་ཀྱིས་ལྷོ་བྱང་ཀོ་རི་ཡའི་ས་མཚམས་སུ་མཇལ་འཛོམས་གནང་རྒྱུའི་ས་གནས་དང་དུས་ཚེས་གཏན་འཁེལ་ཟིན་ཡོད་པ་རེད། དེ་བཞིན་རང་དབང་མ་ཐོབ་བར་ཨ་རིའི་སྲིད་འཛིན་རོ་ནལ་ཏྲམ་པུ་མཆོག་དང་མཇལ་འཕྲད་གནང་རྒྱུ་གཏན་འཁེལ་བྱུང་ཡོད་ཀྱང་ད་ལྟའི་བར་དུ་གང་ནས་འཚོགས་རྒྱུ་དང་ནམ་འཚོགས་རྒྱུ་ལ་གཏན་འཁེལ་བྱུང་མེད་པ་རེད་ལ། ཕྱོགས་མཚུངས་ཤིན་ཀོ་རི་ཡའི་གདན་ཁྲི་མཚོན་ཆ་ཚོད་ལྟ་མཚམས་འཇོག་གི་གསལ་བསྒྲགས་ལ་ཨ་རིའི་སྲིད་འཛིན་དང་ཉི་ཧོང་གི་ཧྲི་ལོན་ཤིན་ཛོ་ཨ་པི་མཆོག་གིས་དགའ་བསུ་ཞིག་གནང་འདུག་འོན་ཀྱང་ཤིན་ཀོ་རི་ཡའི་སྲིད་འཛིན་ཁེམ་ཇོང་ཨོན་གྱིས་གདན་ཁྲི་མཚོན་ཆ་རྩ་མེད་བཟོ་འདོད་ཡོད་པའི་སྐོར་གང་ཡང་གསུངས་མེད་ཅིང། བྱང་ཀོ་རི་ཡ་འདི་འདྲའི་མཚོན་ཆ་ཡོད་པའི་རྒྱལ་ཁབ་ཅིག་ཏུ་གྱུར་ཟིན་པར་བརྟེན། ད་ལྟ་སྤྱི་ཚོགས་རིང་ལུགས་ཀྱི་དཔལ་འབྱོར་འཕེལ་རྒྱས་གཏོང་གལ་ཆེ་ལུགས་སུ་འོག་སོང་ཡོད་པ་རེད་ལ། ས་ཁང་རྣམ་པ་གཙོ་བོ་འདི་རྒྱ་རག་གློག་འཕྲིན་ཁང་ཡིན། རྒྱ་ནག་གཞུང་གིས་ཤར་ཏི་ཀི་སི་ཐན་ནམ་ཞིན་ཅང་ཡུལ་སྐོར་བ་སྟོང་ཕྲག་མང་བོ་འཛིན་བཟུང་བཀག་ཉར་བྱས་ཡོད་པའི་སྐོར་ཨ་རིའི་ཕྱི་འབྲེལ་མི་སྣས་ཚེས་བཅོ་བརྒྱད་ཉིན་པེ་ཅིན་ནས་གསུངས་ཡོད་པའི་སྐོར་དང་འབྲེལ་བའི་གནས་ཚུལ་ཁག་རྡོ་རྗེ་མཚོས་ཕྱོགས་བསྡུས་ཞི་བར་གསན་རོགས་གནང། རྒྱ་ནག་གཞུང་གིས་ཞིན་ཅང་མངའ་ཁུལ་དུ་ཡུལ་སྐོར་བ་སྟོང་ཕྲག་མང་པོ་འཛིན་བཟུང་གིས་བསམ་བློའི་སློབ་གསོ་ལྟེ་གནས་ཟེར་བ་དག་ཏུ་བཀག་ཉར་བྱས་ཡོད་པའི་གནས་ཚུལ་དེའི་ཐོག་ཨ་རི་སོགས་ལ་བློ་མི་བདེ་བ་བྱུང་ཡོད་པའི་སྐོར་ཨ་རིའི་ཕྱི་སྲིད་ལྷན་ཁང་གི་ཤར་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་ལས་དོན་ཚན་པའི་དྲུང་གཞོན་ལས་ཚབ་ལྕམ་ལོ་རཱ་སི་ཀྲོང་གིས་ཟླ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་པེ་ཅིན་ནས་གསར་འགོད་པར་གསུངས་ཡོད་པ་རོས་ཀྲེར་གསར་ལས་ཁང་གིས་གནས་ཚད་སྤེལ་འདུག། ཡང་ཁོང་གིས་ཡུ་གུར་མི་མང་དང་ཁ་ཆེ་བ་དག་གི་ཁྲིམས་མཐུན་ཐོབ་ཐང་ལ་རྡོག་བརྫིས་གཏོང་བཞིན་པའི་རྒྱ་ནག་གཞུང་གི་བྱེད་སྟངས་དེའི་ཐོག་ཨ་རིའི་ཕྱོགས་ནས་སེམས་ཁྲལ་བྱེད་བཞིན་ཡོད་ལ། མུ་མཐུད་ནས་བློ་འཚབ་སྐྱེ་བཞིན་གནད་དོན་དེ་དག་ཐོག་རྒྱ་ནག་གཞུང་དང་ལྷན་དུ་ལང་ལྷུང་གིས་ཡུལ་དེའི་མི་སེར་གྱི་ཁྲིམས་མཐུན་ཁེ་དབང་ལ་བརྩི་སྲུང་བྱ་དགོས་པའི་འབོད་སྐུལ་བྱ་རྒྱུ་ཡིན་སྐོར་གསུངས་འདུག། གསར་འགོད་པས་རྒྱ་ནག་ཕྱི་འབྲེལ་ལས་ཁང་གི་གསར་འགོད་ལྷན་ཚོགས་ཐོག་ཤིན་ཅང་ནང་གི་གནས་ཚད་དེའི་སྐོར་དྲིས་པར་མགྲིན་ཚབ་མ་ཧོ་ཁྲུན་ཡིང་གིས་ཤིན་ཅང་ནང་གྲངས་ཉུང་མི་རིགས་ཚང་མ་ཞི་བདེའི་ངང་བདེ་སྐྱིད་ཀྱི་འཚོ་བར་ལོངས་སུ་སྤྱོད་བཞིན་ཡོད་ལུགས་བཤད་འདུག་འདི་ག་རླུང་འཕྲིན་ཁང་གི་ཡུ་གུར་སྐད་ཀྱི་སྡེ་ཚན་ལ་ས་གནས་བདེ་འཇགས་མི་སྣ་ཞིག་གིས་བརྗོད་པ་ལྟར་ན། རྒྱ་ནག་གཞུང་གིས་ཁ་ཤས་ཀྱི་ས་གནས་གཅིག་པུར་ཡུལ་སྐོར་བ་ཆིག་འབུམ་ཉིས་ཁྲི་ལྷག་འཛིན་བཟུང་བྱས་ཡོད་ཀྱང། མི་དེ་དག་གིས་དེར་ཡོད་པའི་ཆ་སྲིད་བསམ་བློའི་སློབ་གསོའི་ལྟེ་གནས་ཁང་ཟེར་བ་དག་ཏུ་བཀག་ཉར་བྱས་ཡོད་པ་དང། ཡུལ་དེའི་སློབ་འབྲིང་ལྔ་བ་ཞེས་པ་དེ་ནི་མི་མང་ཤས་བཀག་ཉར་བྱས་ཡུལ་ཞིག་ཡིན་ཞིང། སློབ་འབྲིང་དེ་ན་ནི་སྤྱི་ཟླ་ལྔ་བ་ནས་བཟུང་སློབ་མ་མེད་པར་བསམ་བློའི་སློབ་གསོའི་ལྟེ་གནས་ཟེར་བར་བསྒྱུར་ཡོད་སྐོར་སོགས་ངོ་སྤྲོད་བྱས་ཡོད་པ་རེད། ཡང་མི་སྣ་གཞན་ཞིག་གིས་གནས་ཚད་ངོ་སྤྲོད་བྱས་དོན། Tech Result། ཞིག་གི་ནང། འདས་པའི་ཟླ་བ་གཅིག་གི་རིང་སྦི་ལུ་སུའུ་གྲོང་སྡེ་གཅིག་པུར་མི་གྲངས་ལྔ་བཅུ་ལྔ་བདུན་ལ་བཙོན་འཇུག་ཁྲིམས་ཐག་བཅད་པ་དང་དེའི་སྔོན་ལ་མི་གྲངས་ཉིས་སྟོང་ལྔ་བརྒྱ་བརྒལ་བར་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་མ་ཟད་མི་གྲངས་བརྒྱ་ཕྲག་མང་བོ་བཀག་ཉར་བྱས་ཡོད་ཟེར།
གསང་བ་རླན་གྱི་ཚོགས་འདི་བཞག་རང་ལོང་ཕྲེང་གང་ཡིན་ན། འོད་སྣང་གི་མཚོ་ལྷོ་ནས་འོད་ཀྱི་རྒྱ་ས་ལྷ་སའི་བར་རྐང་ཐང་ལ་བུད་ནས་འགྲོ་མཁན་ལོ་རེ་བཞིན་ཇེ་མང་དུ་འགྲོ་བཞིན་ཡོད་པའི་སྐོར་འདི་ག་ལོང་ཕྲེང་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་གྱིས་བལ་ཡུལ་འདི་དེང་གི་གནས་ཚུལ་ཞིག་ལ་གསན་རོགས། དེང་སྐབས་འོད་སྣང་གི་རྒྱ་གཞུང་གི་དབྱེ་བས་མཚོ་སྔོན་ཞིང་ཆེན་ལ་མཚོ་ལྷོའི་ཁུལ་ནས་ཡིན་པས། བོད་རིགས་མང་ཚོགས་སྐྱིད་ཕོ་མོ་ཁ་ཤས་འདུས་པའི་ཟླ་ངོ་གཉིས་མ་ཟིན་ཙམ་གྱི་རིང་རྐང་ཐང་ལ་བུད་ནས་བོད་ཀྱི་རྒྱལ་ས་ལྷ་སར་ཆོས་མཇལ་དུ་འབྱོར་ཡོད་པ་མ་ཟད་ཆོས་མཇལ་དང་ཕྱག་སྐོར་སོགས་གྲུབ་རྗེས་ད་ལྟ་ཕྱིར་རང་ཁྱིམ་དུ་འབྱོར་ཡོད་འདུག་པ་དང་ལོ་རེར་བཞིན་རྐང་ཐང་ལ་བུད་ནས་ལྷ་སར་འགྲོ་མཁན་ཇེ་མང་དུ་འགྲོ་བཞིན་པའི་སྐོར་ལ།

ལྷ་སའི་ཆུ་ཁང་བར་དུ་སོང་ནས་བདེ་བླག་ངང་འབྱོར་ཏེ་ཉིན་གྲངས་ཁ་ཤས་རིང་ལྷ་སར་ཆུ་འཛུགས་དང་ཕྱོགས་སྐོར་སོགས་བྱས་རྗེས་ཕྱིར་ཡོང་ཁར་མེ་འཁོར་ལ་བསྡད་དེ་ད་ལྟ་རང་གི་ཁྱིམ་ནང་དུ་འབྱོར་ཡོད་པ་དང་ཁྱོན་བསྡོམས་ཉིན་གྲངས་ལྔ་བཅུ་རྩ་གྲངས་ཤིག་ལ་འགྲོ་དགོས་བྱུང་ཡོད་སྐོར་དང་དེ་བཞིན་སྣང་བར་དུ་འགྲོ་བཞིན་པའི་སྐབས་སུ་དགོང་མོ་ཚང་ལ་མགྲོན་ཁང་ཡོད་སར་ཕྱག་འདུག་བྱས་པ་དང་དེ་ནས་སྡང་ལ་རུ་བའི་མཚམས་ཀྱི། ས་ཆ་བརྒལ་ནས་འགྲོ་སྐབས་འགྲོ་མཁན་མེད་ས་དེ་འདྲར་སླེབས་ན་དྲག་རླུང་ཇི་ཙམ་ཆེ་ན་ཡང་ས་སྟེང་ནས་ཞག་འདུག་བྱས་པ་དང་དེ་ནས་ཟ་མ་ནི་རང་རང་གི་རྒྱབ་ཏུ་ཅུང་ཙམ་རེ་ཁུར་ནས་སོང་བ་དང་མཚམས་རེར་ཟ་ཁང་འདྲ་ཐེབས་དུས་དེར་ཟ་མ་འདྲ་ཟོས་ནས་གང་ལྟར་དཀའ་ངལ་ལ་གདོང་ལེན་བྱས་བྱས་པས་མཐའ་མར་ལྷ་སར་འབྱོར་ཐུབ་པ་བྱུང་བ་མ་ཟད་ལྷ་ས་འབྱོར་མཚམས་སུ་ཞིང་ཆེན་གཞན་ནས་ཡིན་པའི་བོད་མི་ལ་ལ་ཡང་རྐང་ཐང་ལ་ལྷ་སར་འབྱོར་ཡོད་པ་མཐོང་ཐོས་བྱུང་ལ། གནས་ཚུལ་མཁོ་སྤྲོད་པ་ཁོང་གིས་ཕ་ཡུལ་དུ་ད་ལོར་ལྷ་སར་རྐང་ཐང་ལ་འགྲོ་རྒྱུར་གྲ་སྒྲིག་བྱེད་མཁན་དང་ལོ་རྗེས་མར་འགྲོ་རྒྱུ་ཡིན་ཟེར་མཁན་ལོ་རེ་བཞིན་ཇེ་མང་རེད་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། ཉི་མ་ལྔ་བཅུ་དགུ་སོང་བ་རེད། ད་རེས་སོང་ནས་ཉི་མ་གཉིས་སྟོང་ལས་སད་སོང་རེད་ད་ཉི་མ་གཉིས་སྟོང་ལས། གཞན་ཡང་རྒྱུས་ལོན་བྱུང་བ་ལྟར་ན་བོད་ནང་གི་ས་ཁུལ་མང་བོ་ཞིག་ནས་བོད་མི་རྣམས་རྐང་ཐང་ལ་བུད་ནས་ལྷ་སར་མཆོད་མཇལ་དུ་འགྲོ་བཞིན་ཡོད་པ་དང་སྐབས་སྤྱི་ཚོགས་གྲྭ་ལུགས་འགག་ཏུ་གནས་ཚུལ་མཐོང་ཐོས་ཡོད་པ་དང་དམིགས་བསལ་ཉེར་སྔོན་དབུལ་ནང་གི་མདོར་མལ་འབོ་ར་ནས་ཡིན་པའི་ལྷ་མོ་སྒྲོལ་མ་ལགས་དང་ཁོ་མོའི་སྤུན་ཆེད་ཁག་ཅིག་ཡང་རྐང་ཐང་ལ་བུད་ནས་ལྷ་སར་ཆོས་མཇལ་དུ་ཡོང་བཞིན་པའི་ལམ་བར་མགོ་ལོག་དར་ལག་རྫོང་གི་ས་ཁུལ་ཞིག་ནས་གློ་བུར་དུ་རྒྱ་ནག་གི་དམག་མི་སྒྲིག་ཆས་བསྐྱོར་མེད་མཁན་གྱིས་བདེ་སྲུང་མི་སྣ་ཡོང་ནས་ལྷ་མོ་སྒྲོལ་མ་ལགས་འཛིན་བཟུང་གིས། ཁོང་མོ་ལ་སྐད་ཆ་ཞིག་འདྲི་རྒྱུ་ཡོད་ཚུལ་བཤད་དེ་བཙན་འཁྲིད་བྱས་ཡོད་པའི་གནས་ཚུལ་བོད་ཕྱི་ལོགས་ཀྱི་གསལ་འགྱུར་བརྒྱུད་ལམ་ཁག་ཏུ་ཐོན་ཡོད་པ་དང་འོན་ཀྱང་ཁོང་མོ་ད་ལྟ་ས་གནས་གང་དུ་བཀག་ཉར་དང་འདྲི་རྩད་བྱེད་ཀྱིན་ཡོད་མེད་དང་ཁོ་མོའི་གནས་སྟངས་གང་འདྲ་ཡིན་མིན་ཐད་གསལ་རྟོགས་ཅི་ཡང་མེད་པར་བརྟེན་ཁོང་མོའི་ཁྱིམ་མི་སྤུན་མཆེད་ཚོས་སེམས་ཁྲལ་དང་བློ་འཚབ་བྱེད་བཞིན་ཡོད་པ་རེད་འདུག་ལ་སྤྱིར་ན་རྒྱ་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་བར་དུ། མེ་འཁོར་ལྕགས་ལམ་ལས་བཟོ་ལེགས་འགྲུབ་བྱུང་བ་ནས་ད་བར་དུ་བོད་མི་མང་པོ་ཞིག་ལྷ་སར་འགྲོ་རྒྱུར་སྟབས་བདེ་བསྐྲུན་ཡོད་ཀྱང་གང་བརྗོད་བོད་མི་རྣམས་རྐང་ཐང་ལ་བུད་ནས་འགྲོ་དགོས་དོན་ནི་གཙོ་བོ་ཆུ་བོ་རིན་པོ་ཆེ་དང་ཕོ་བྲང་པོ་ཏཱ་ལ་སེ་འབྲས་དགེ་གསུམ་སོགས་གནས་ཆེན་ཁག་དང་དགོན་སྡེ་ཁག་ལ་ཆོས་འབྱེད་ཀྱི་ཆེད་དུ་ཡིན་པ་རེད་འདུག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན། སང་གི་རྣམ་པ་ཚོ་འདི་གཞའ་རག་གློག་འཕྲིན་ཁང་ཡིན། དེ་རིང་གི་བོད་མི་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་བོད་མི་ཚོས་འགྲོ་བ་མིའི་ཐོབ་ཐང་དང་ནང་ཆོས་ཀྱི་སྙིང་དོན་དང་མཐུན་པའི་ཐོག་ནས་བོད་ནང་ཞང་འབྲོག་ཁུལ་གྱི་ཕོ་མོ་འདྲ་མཉམ་མིན་པའི་གནས་སྟངས་ངོས་འཛིན་དང་བཅོས་བསྒྱུར་གཏོང་སྐུལ་ཆེད་སྐོར་རྩོམ་པ་པོ་ཧོར་སངས་འཇིགས་མེད་ལགས་ཀྱིས་གསུངས་ཡོད་པའི་སྐོར་རྡོར་གྱིས་ཚོས་ཕྱོགས་བསྒྲིགས་ཞུ་བར་གསན་རོགས་གནང།

བོད་མིའི་སྤྱི་ཚོགས་ཁྲོད་དུའང་དེ་ལྟ་བུའི་ལས་འགན་སྤེལ་ཐུབ་པ་ཡིན་ན་བོད་མི་ཁོ་ན་ཙམ་མ་ཡིན་པར་སྤྱི་ཚོགས་ཡར་རྒྱས་ཐོག་ཕན་ཐོགས་རྒྱུ་ཡིན་པར་འབྲེལ་ཡོད་ཞིབ་འཇུག་པ་ཚོས་ངོས་འཛིན་བྱེད་བཞིན་པ་རེད། སྤྱིར་བོད་མིའི་སྤྱི་ཚོགས་ཁྲོད་དུ་འགྲོ་བ་མིའི་ཐོབ་ཐང་ཞེས་པ་དང་མི་ཚང་མ་འདྲ་མཉམ་ཡིན་དགོས་ཟེར་དུས་ཚང་མས་གལ་ཆེན་དོན་ཆེན་དུ་བརྩིས་ཏེ་དོ་སྣང་ཤུགས་ཆེར་བྱེད་པའི་རྣམ་པ་ཡོད་མོད། ཡིན་ནའང་མི་ཁ་ཤས་ཤིག་གིས་བུད་མེད་ཀྱི་ཐོབ་ཐང་དང་ཕོ་མོ་འདྲ་མཉམ་ཟེར་དུས་ངོས་ལེན་བྱེད་འདོད་དེ་ཙམ་མེད་པའི་གནས་སྟངས་ཡོད་སྐོར་བུད་མེད་ཀྱི་ཐོབ་ཐང་རྩོད་ལེན་པ་ཚོས་བརྗོད་བཞིན་པ་རེད། ཞུ་ནི་བོད་མི་མང་སྤྱི་འཐུས་ཟེར་བ་དང་རྩོམ་པ་པོ་ཧོར་གཙང་འཇིགས་མེད་ལགས་ཀྱིས་བུད་མེད་ཀྱི་ཐོབ་ཐང་ཞེས་པ་འདི་ངོས་འཛིན་བྱེད་སྟངས་ཐད་ཁོང་གི་དགོངས་ཚུལ་གསུངས་དོན། འོས་མེད་ཀྱི་ཐོབ་ཐང་ཟེར་རྒྱུ་འདི་ཨ་ཁུ་མིའི་ཐོབ་ཐང་ཟེར་རྒྱུ་དེ་ནང་བསྡུས་འདུག་ནི་ཟེར་བས་མ་གཏོགས་གོ་ཚེ་ལོགས་སུ་འོས་མེད་ཀྱི་ཐོབ་ཐང་ཟེར་ནས་རྡོག་རྡོག་ཅིག་ཡོད་མ་རེད་འོས་མེད་ཀྱི་ཐོབ་ཐང་ཟེར་ནས་གླང་མགོ་ནུའི་རྒྱུ་མཚན་དུ་ཆུ་ཟིན་ནི་རེད་ཅེས་གཏོང་ན་ཕོ་ཕྱོགས་མི་དམངས་ཀྱི་ལྟ་བ་རྒྱ་བོ་དང་ཆེ་ཧོན་ལ་སོགས་པ་གི་འོས་མེད་འདི་ཁ་ལོ་བསྒྱུར་རྒྱུ་འོས་མེད་འདི་བྲན་དུ་བཀོལ་རྒྱུ་སྐྱེ་བ་མཆོག་དབང་གི་བདེ་སྐྱིད་ཀྱི་ཆེད་དུ་གཟིགས་བཞག་པའི་རིག་གཞུང་གི་ཐོག་ནས་འོས་མེད་ལ་མནར་གཅོད་མང་པོ་ཕོག་པོ་ནི་འོ་ད་འོས་མེད་ཀྱི་ཐོབ་ཐང་མ་བླངས་རང་བླངས་ཆོག་གསུངས་ནི་མ་གཏོགས་མིའི་ཐོབ་ཐང་བླངས་དུས་ད་ཚོད་འོས་མེད་ཀྱི་ཐོབ་ཐང་རང་བཞིན་ནང་བསྡུས་འདུག་ནི་རེད་འོས་མེད་ཀྱི་ཐོབ་ཐང་ཟེར་ཁུངས་ནི་དུ་ཆུ་ཟེར་ཁུངས་ནི་རེད་ཟེར་གཏོང་ན། འོལ་མོའི་ཚིག་གཟིགས་ན་རེ་མྱི་གཟིགས་སྐྱེས་ནས་ཡོང་དུས་ཐག་ཚོ་ཁུ་ཁ་སོང་དེ་ཅག་དང་བས་ཆོས་གང་བལྟ་པ་བྱ་ཆོས་གང་བལྟ་པ་མི་བྱ་ཟེར་རྒྱུ་གི་འདིའི་གི་རང་བཞིན་ལྷན་སྐྱེས་གི་གཏད་མེད་གི་ཐོབ་ཐང་དེ་མྱི་ལ་ཡོད་དེ་དུ་འཕྲོག་མཁན་ཞིག་བྱུང་པ་ཡིན་ན་གཞི་ནས་ཆོས་ལུགས་གི་ཐོབ་ཐང་དེ་རྩོད་དགོས་གི་ཡོད་རེད་དུ་འཕྲོག་མཁན་མེད་སོང་དུས་ཐག་ཚོ་དུ་ནང་འོག་གི་ཆོས་ལུགས་གཏད་མེད་གི་རང་དབང་དང་ཐོབ་ཐང་བརྩིས་ནས་རྩོད་པ་བྱ་རྒྱུ་གུ་ལྷག་ཏུ་ཡོད་མ་རེད་དུ་ཡིན་ནའི་ཁུ་རྒྱལ་ཁབ་ཁག་གི་རྩ་ཁྲིམས་གི་ནང་ན་འདི་ཟུར་བཀའ་བཤད་མེད་ས་གི་གཅིག་ཡོད་ནི་མ་རེད། དད་པ་དང་ཡིད་ཆེས་དང་བརྩེ་དུང་དང་འཚོ་གནས་ཀྱི་མངོན་འདོད་ལ་སོགས་པ་འདི་ཅག་འདི་དག་ཉིད་གཟུགས་ཀྱི་རང་བཞིན་ལྷན་སྐྱེས་ཀྱི་ཁུ་ཁ་ཡོད་དོན་ནོ། དེའི་ཐོབ་ཐང་དུ་མ་རིག་འདི་དག་ཚོ། དེ་ལ་སོང་དེ་ལས་ད་རྩོད་མེད་འབའ་རིག་ཀུན་ཐོབ་དང་རྩོད་ཀྱི་ཡོད་བ་རེད་ཁྲིམས་ལུགས་ཀྱི་ད་དེ་སྲུང་སྐྱོབ་བྱ་དགོས་ནོ་དེ་ཅི་དེ་དག་ཚོ་ཨ་ཕྱི་མ་འོངས་པ་ན་འོས་མེད་ཀྱི་ཐོབ་དང་འོས་མེད་ཀྱི་ཐོབ་ཐང་ཟེར་ནས་ཅིག་བཤད་ཀྱི་ཡོད་པ་དེ་ཁོ་ཁས་བསམ་དགོས་ནོ་དུ་ཁྱིམ་ཚང་གི་གནོན་ཤུགས་མ་སྤྲད་སྡེ་བའི་གནོན་ཤུགས་མ་སྤྲད་དགོན་པ་གི་གནོན་ཤུགས་མ་སྤྲད་ལ། ཁག་གི་བསམ་བློ་དེ་ཐོག་འགྱོད་སོང་དེ་ཐག་ཐོག་དོ་ན་རྩོད་རྒྱུ་ཡོད་ནི་མ་རེད་དྲི་བཅས་དེ་ཐག་ཐོག་ད་ཨ་ཆུ་ཤེས་ཡོན་ཅན་ཚུད་པས་བོད་པ་ཕལ་ཆེར་གཅིག་གི་འདས་ཀོ་ལེན་སྟངས་ཤིག་མེད་གི་བསམ་སྤྱོད་པོ་ང་དེ་འདྲའི་ཚོར་སྣང་ཡོང་གི་འདུག། མི་སོ་སོའི་བསམ་བློ་གཏོང་སྟངས་དང་མི་གཞན་དང་འབྲེལ་བ་བྱེད་ཕྱོགས་སྲོལ་རྒྱུན་གཅིག་གི་ཁྲོད་རང་བཞིན་གྱིས་ཕོ་མོ་གཉིས་ལ་དབྱེ་བ་འབྱེད་ཀྱི་ཡོད་པ་རེད། དེའང། སྐྱེས་པ་གཅིག་པའི་དབྱེ་འབྱེད་ཀྱི་ལངས་ཕྱོགས་འཛིན་པ་ཙམ་མ་ཡིན་པར་མཚམས་རེ་བུད་མེད་ཚུལ་འཕྲོད་དང་ཕོ་མོ་གཉིས་ལ་ལྟ་སྟངས་མི་འདྲ་བ་འཛིན་པའི་གནས་སྟངས་དུས་རྒྱུན་མཐོང་རྒྱུ་ཡོད་པ་དོ་སྣང་ཅན་ཚོས་གསལ་འདོན་བྱེད་བཞིན་ཡོད། སྤྱི་ཚོགས་ཁྲོད་ཕོ་མོ་འདྲ་མཉམ་ཡོད་དགོས་ན་ཐོག་མར་ཕོ་མོ་འདྲ་མཉམ་མ་ཡིན་པའི་གནས་སྟངས་ཁག་ངོས་འཛིན་གསལ་བོ་ཞིག་རྙེད་པའི་རྨང་གཞིའི་ཐོག་ནས་ལྟ་སྟངས་དེ་རིམ་བཞིན་འགྱུར་བ་གཏོང་དགོས་པ་ཞིག་ཡིན།
ཡང་རྩོམ་པ་པོ་ཧོར་གཙང་འཇིགས་མེད་ལགས་ཀྱིས་བོད་ཀྱི་ཞིང་འབྲོག་ཁུལ་གྱི་ས་གནས་ཁག་ཏུ་གནས་པའི་བུ་མོ་འདྲ་མཉམ་མ་ཡིན་པའི་གནས་སྟངས་ཁག་ཅིག་དཔེར་དྲངས་ནས་མཚམས་སྦྱོར་གནང་དོན། འོད་ཀྱི་ད་གྲོང་གསེབ་ཀྱི་སྐྱེ་བ་ཆོ་ག་རེད་ད་སྐྱེ་མེད་གཉིས་ཀྱི་སྐུ་འདྲ་མཉམ་མ་ཡིན་པ་དེ་ད་དུ་དཔེ་དེབ་མངོན་གསལ་དོད་པོ་ཡོད་ནི་རེད་ད་འབྲོག་པ་གྱི་ཐོག་ནས་ལྟ་རྒྱུ་གཅིག་ཡོད་པ་རེད་ཞིང་ལས་ས་ཁུལ་གྱི་ཐོག་ལྟ་རྒྱུ་གཅིག་ཡོད་ནི་རེད་ད་འབྲོག་པ་ཟིག་ཡིན་ན། ཡི་གི་ན་ཨ་མ་ཆེ་དུ་ན་ང་གྲོགས་པོ་ཟིག་ཨ་ཁུ་ཟིག་ཡོད་དྲ་བཙང་ལྟ་བུ་ཟིག་ཡིན་ན་འབྲི་སུམ་བརྒྱ་དུ་མོ་ཟིག་བཞོ་རྒྱུ་ཨོ་ཁུ། དེ་དང་འདི་ད་ཚོ་ད་ཁི་ཚང་ཨ་མ་དང་ད་ནང་མ་དང་ད་ཚོ་ནམ་གུང་དུས་ཚོད་དང་པོ་དང་ཚ་བ་གཉིས་བ་ཡར་མར་དུ་མོ་ཡར་ལང་གོ་དེ་ཡར་ལང་བའི་ད་འདྲི་ཚོད་བཞེས་བཞེས་ན་བཞེས་ནས་ཚར་སོང་ཟེར་གྱི་ཡོད་ནི་མ་རེད་ནང་འདིའི་གི་སོག་ཧི་ཀྲག་ཐིག་ཟེར་ད་ཆུ་མོ་ཟེར་བཞེས་ཐུབ་མིན་ན་དེ་བཞེས་དང་ཡང་དེ་གི་ཡང་ཨོ་མ་ཏི་དེ་ང་ང་བཞག་བཞག་ན་འགྲིག་གི་ཡོད་མ་རེད་ཨོ་མ་ཏི་ཤིག་དགོ་གི་ཡོད་རེད་ཨོ་མ་ཏི་ཤིག་ཚར་སོང་ན་ཡང་ཁྱི་ར་བཟོ་དགོ་ནི་རེད་དང་ཁྲོ་ད་ཚང་སོག་ལས་གི་སྤྱད་ཐུབ་དགོ་ནི་རེད་སྤྱད་ད་ཚ་སྤང་གི་ལ་ཁ་རྒྱ་རེ་ཟིང་ཁོ་ཁོག་ལས་འབུད་རྒྱུ་ལས་དེ་གི་ད་བསམ་པ་བརླག་ཐག་བྱ་དགོ་ནི་རེད། ད་གི་ད་ཀོ་རི་འདིར་ཧྲག་གོ་ནོར་ཡ་དེ་དང་དེ་ཚོ་དང་ད་ཁྱིམ་ཚང་ཚིག་ཧུ་གོ་ནོར་དེ་ཚེ་དུས་ད་ཨ་ཡི་དེ་ད་བ་ཀུ་ཉན་གང་བ་ད་བ་ཀུ་ད་ཁྱིམ་ཚང་དེ་ནང་ན་ཚིག་ཁོམ་སོང་ཟེར་གྱི་དུ་མོ་ཙང་ཉོ་ནོ་ཡོ་ནོ་མ་ར་པོ་དུ་ད་ནང་ན་ཤི་ལོ་ཚིག་ཚིག་ཧུ་ན་དུ་ནང་དེ་སོ་ཧུ་ཁྲག་ཐིག་ས་ཉ་དུ་ནོར་སོག་དུ་དེ་ལས་སོང་དུ་གི་ནང་ཚེ་ཟིན་ནོ་འདོད་ཀྱི་དུ་མོ་ཡོ་ནོར། དེ་ཤེས་རབ་སོག་ལེ་ཅིག་སྐྱ་དེ་གི་ཉིན་གང་བ་སོག་ཟེར་ཅིག་སོང་ཤེས་རབ་དབང་གི་དུ་མ་ད་འོན་མར་ནང་ཡོང་ན་ད་དགོང་མོ་ཨ་ཡིག་གི་ད་སོག་ཟླ་ལྔ་སྟར་རྗེས་འགྲོན་འགྲོ་ཡར་ལྔ་བཞོ་རྗེས་འགྲོན་འགྲོ་དུ་མོ་དེ་ཡོད་ན་དེ་ཚང་མ་ལས་ནས་ད་ས་རིག་གི་ད་ནུ་མོ་ནུ་མོ་ཟིག་བ་མ་གཏོགས་ད་འོག་གི་ཆུ་མ་ཡོང་ཐུབ་ནི་མ་རེད་ད་ར་ནང་ཅིག་ཡོང་དུས་ད་ཚོ་ད་ར་ནང་དུ་ནག་དུབ་སེ་ད་བསྡད་དུ་ནི་ད་དགའ་པོ་ཆུ་གཏོགས་དང་དུས་ད་ཚོ་སོང་དེ་ཚོགས་དང་ཨ་ཡིག་སོག་ཨར་དུ་གི་ས་རྗེས་དུ་མ་སྟེར་ར་ཅིག་མི་མཚམས་མི་བསྐོ་ཟིག་ནི་ཏར་དུ་གོ་ནི། ད་ཁ་ཟུར་བ་ཀུ་སོང་དེ་ཚོ་དང་གླང་པོ་ཆེ་ཆག་ན་ཆག་རྒྱུ་གུ་ལུག་སུ་རྩ་ནས་ཡོད་ནི་མ་རེད་ད་ཞང་བ་ཟིག་ན་ད་རང་རེད་ད་ཨ་ཡི་ཟིག་གོ་གུ་ལེ་ཀ་ད་ད་འདང་ཆག་རྒྱུ་ཡོད་ནི་མ་རེད་ད་སོང་ད་ལི་ད་ལེ་ཀ་མང་ཆེ་ཤེས་ཏི་ལེ་དགོ་ནི་རེད་ད་འདིའི་ཐོག་ནས་ཨ་ཆུ་ཆི་རིག་ཐུབ་གི་རེད་དང་ད་ཚོ་ཨ་ཆུ་ནང་པ་སངས་རྒྱས་པ་ཡིན་སི་གོ་ནི་ནང་པ་སངས་རྒྱས་པ་གི་ཆོས་ལུགས་འདིའི་ནང་གི་ཆི་ཟིག་བྱ་གོ་ནི་རེད་དང་ད་ཚོ་ད་ཆུ་མ་སེམས་ཅན་ཐམས་ཅད་འགྲོ་བ་རིགས་དྲུག་གི་སྡུག་བསྔལ་དུ་རང་གིས་དང་ལེན་ཡིན་རྒྱུ་བྱ་གོ་ནི། ར་ལྟ་དངོས་སུ་ལག་ལེན་དངོས་ཀྱི་ཐོག་ཁ་སོང་སྟེ་ཚོགས་འདུ་འགྲོ་བ་རིགས་དྲུག་ཧ་ར་ཡི་ག་དང་རང་གི་ཁྱིམ་ཚང་གི་ནང་རང་གི་ཁ་ཡ་ལྕག་ཡ་རང་གི་བཟའ་ཚང་དེའི་གི་ད་དོན་མོ་ཟིག་ཉིན་གང་བ་འོག་པ་ཤི་ཤི་ལས་སྔུན་ནག་ཙར་ཙར་ལས་འཛི་གིས་མགོ་སེར་ཀ་ཀི་ནས་ཚུ་མོ་ཟིག་ལས་དགོས་ན་ད་བཟོད་སྒོམ་ལས་འདུག་ཐུབ་ནི་ད་བསམ་ཤེས་ཡི་མི་ཐུབ་ནི་ད་གཏུམ་མོའི་གནས་སྟངས་ཅིག་ཡོད་པ་དེ་ངོས་ནས་ཚེ་རེད་ད་བྱས་དུས་ད་ཚོ་ད་བོད་མེད་གི་ཐོབ་ཐང་ཟེར་ན་མ་ཟེར་ན་གང་ལྟར་བྱས་ན་མྱི་གཅིག་ཡིན་པའི་ཆ་ནས་བསམ་བློ་གཅིག་ཡོད་པའི་ཆ་ནས་ཤེས་རབ་གཅིག་ཡོད་པའི་ཆ་ནས་ད་རང་རང་རང་གི་འདི་ཚོ་ལ་བསམ་བློ་བཏང་ངེས། ད་དེའི་ནང་ཉམས་ཞིབ་བྱས་ནས་རང་གི་ཆ་ཤས་ལེན་རྒྱུ་དེ་ལག་ལེན་ལ་བསྟར་མ་ཐུབ་ན་ཁག་ཁག་ལྟ་སྐྱོང་གི་ཐོག་ནས་འགྲེལ་བཤད་རྒྱག་ཐུབ་ཀྱི་ཡོད་པ་དང། རིག་གཞུང་གི་ངོ་བོའི་ཐོག་ནས་ཧ་གོ་ཐུབ་ཀྱི་ཡོད་པ་དེ་གི་ཡོང་ངོ་མི་འདུག་ཨ། སྐྱེ་ཤར་ཡུལ་གྲུ་ཁག་སོགས་ཁ་ཆེའི་རྒྱལ་ཁབ་ཁག་ནང་གི་བུད་མེད་ཀྱི་གནས་བབ་དང་བསྡུར་ན་བོད་པའི་བུད་མེད་ཀྱི་གནས་སྟངས་ཐ་དད་ཀྱི་གནས་སུ་མེད་ནའང། སྤྱི་ཚོགས་ཁྲོད་དུ་ལོ་ངོ་བརྒྱ་ཕྲག་མང་པོའི་རིང་དར་ཡོང་བའི་ཕོ་མོ་དབྱེ་འབྱེད་ཀྱི་གནས་སྟངས་མང་པོ་ཞིག་ཡོད་ཀྱང་མི་སྐོར་ཞིག་གིས། དེ་རིགས་ནི་བོད་པའི་ལུགས་སྲོལ་ཡིན་པར་བསྙད་ནས་བཅོས་བསྒྱུར་གཏོང་འདོད་བྱེད་ཀྱི་མེད་པ་མ་ཟད། བུད་མེད་ཀྱི་ཐོབ་ཐང་ཟེར་དུས་དེ་ནི་སྐྱེས་པ་ཚོར་རྒྱབ་འགལ་དང་ཁ་གཏད་གཅོག་པའི་བྱ་སྤྱོད་ཅིག་ཏུ་ངོས་འཛིན་བྱེད་མཁན་ཡང་ཡོད་ཅིང། མི་ལ་ལས། བུད་མེད་ཀྱི་ཐོབ་ཐང་ཟེར་བ་ནི་ནུབ་ཕྱོགས་ཀྱི་ལྟ་གྲུབ་ཅིག་ཡིན་པས་ཡ་རབས་བཟང་སྤྱོད་ཀྱི་སྲོལ་རྒྱུན་ལྡན་པའི་བོད་ཀྱི་སྤྱི་ཚོགས་ནང་དེ་ལྟ་བུ་འཁྱེར་ཡོང་ན་མི་འོས་པའི་ལྟ་སྟངས་འཛིན་མཁན་ཡང་ཡོད་པ་རེད། བོད་པའི་སྤྱི་ཚོགས་ཡར་རྒྱས་གཏོང་དགོས་ན། འདས་པའི་དུས་ཀྱི་སྐྱེས་པའི་དབེན་པའི་ཚོར་བ་དབང་བསྒྱུར་བྱེད་པའི་སྲོལ་རྒྱུན་དེ་རིགས་འདོར་དགོས་བ་ཞིག་ཡིན་སྐོར་རྩོམ་པ་པོ་ཧོར་གཙང་འཇིགས་མེད་ལགས་ཀྱིས་མུ་མཐུད་གསུངས་ཡོད། ད་ཆུ་འདི་ཅག་འདི་དག་ལམ་ཡིན་ལུགས་སྲོལ་ཡིན་ཟེར་གྱི་དུ་མོ་གཟུགས་ཀྱི་ཧོ་ལེ་མོ་ལེ་ཟེར་རྒྱུ་འདི་གནམ་གི་རང་བཞིན་ལྷན་སྐྱེས་ཀྱི་གཡོ་སྒར་དང་མཁའ་འགྲོ་འགྲོ་གི་དུ་མོ་གིས་ད་ཆུ་འདི་ཤེས་ཅིག་ཆགས་དོན་ནི་རེད་ངའི་ནི་ཚིག་གི་ཐུགས་ཁུར་དུ་བཏང་ཉིད་ནི་ཡིན་ནི་མ་རེད་ད་དགེ་འདུན་ཆེན་བོད་ཀྱི

བཀྲ་འཛི་ཡིན་ཁར་དུ་ཟུག་ཡིན་ཟི་ནི་གི་དགེ་འདུན་ཆེན་པོས་གི་བཤད་ཡོད་པ་ནང་བཞིན་ང་འདུག་གི་ད་ཡེ་སུའི་གོམས་གཤིས་ཡིན་ན་རི་ས་ཆ་དེའི་གི་རིག་གཞུང་རིག་གཞུང་ཅིག་བཤད་གི་ཡོད་པ་དེ་བྱེ་བ་ཁྱོ་ག་ལ་སོང་དེ་ཚག་དང་ཨེ་རང་གི་འདོད་མའི་ཁེ་ཕན་ཡོད་པ་ཞིག་ཟི་ཡོད་པ་དེ་ད་ཨ་ཆོས་ཟ་བོ་བྱས་ནས་མཐོང་ཐུབ་རྒྱུ་ཞིག་རེད་ད་དུས་རིམ་འགྱུར་གི་ཡོད་རེད་ད་འོས་མེད་ཅིག་གི་སོང་དེ་ཚག་དང་ངས་སུ་ཡར་ལངས་ཡོང་དེ་ཚག་དང་ང་ཐོབ་ཐང་དགོས་ཟི་ནི་རྩོད་པ་རྒྱག་མ་དགོས་ཡི་ཐོག་ནས་ད་རང་གི་ངོས་ནས་བསམ་ཤེས་བྱེད་གི་བྱེད་གི་བྱེད་གི་སོང་དེ་ཚག་དང་ཨེ་ད་འགན་མཉམ་འཁུར་བརྒྱ་ཆ་ལྔ་བཅུ་ལྔ་བཅུ་གི་འགན་འཁུར་ཐུབ་པ་ཡིན་ན་ཡག་པོ་ཡོང་གི་རེད། ཁྱིམ་ཚང་དང་སྤྱི་ཚོགས་བཅས་ཀྱི་ཁྲོད་དུ་ཕོ་མོ་དབྱེ་འབྱེད་ཀྱི་ལྟ་བ་དང་ལངས་ཕྱོགས་རིགས་བཏོད་ནས་ཚང་མ་སྐྱེས་ན་མཉམ་སྐྱེ་དང་སྡུག་ན་མཉམ་སྡུག་གི་མི་ཚེའི་སྐྱེལ་ཐབས་བྱེད་ཐུབ་པ་ཡིན་ན་མི་ཚེའི་བདེ་སྐྱིད་ལྡན་པ་ཞིག་ཡོང་རྒྱུ་ཡིན་པ་གདོན་མི་ཟ། ཡིན་ནའང་ཁྱིམ་ཚང་ནང་བཟའ་མི་ཕན་ཚན་བར་དབྱེ་འབྱེད་དང་གཅིག་གིས་གཅིག་ལ་མཐོང་ཆུང་དང་གཉིས་ཀྱིས་རྫུན་དང་གཡོ་སྒྱུའི་བྱ་སྤྱོད་རིགས་བྱུང་བ་ལ་བརྟེན་ནས་དུས་རྒྱུན་ཁྱིམ་ཚང་དེའི་བདེ་སྐྱིད་ཀྱི་རྨང་གཞིར་གས་ཁ་ཤོར་གྱི་ཡོད་པ་ནི